མཚར་ཆ་ཞིག་དོན་དག་ག་དེ་ནི་ང་སངས་རྒྱས་ཀྱི་གོ་འཕང་ཐོབ་དགོས་ཤར། དེ་ཚོགས་ཞིག་གིས་སངས་རྒྱས་ཀྱི་གོ་འཕང་ཐོབ་པ་ལ་དེ་ནི་དེ་ཐོབ་བྱ་སའི་ལམ་མངོན་ཤེས་དགོས་ཤར། དེ་ཤེས་བྱ་ལ་དེ་ནི་ཁ་ཟས་པ་མང་པའི་གསུང་མང་པོ་ཡོད་ཀྱང་དོན་ལ་དེ་ནི་སྦྱང་དགོས་ཤར། གསུངས་པ་དེ་རིང་དེ་ནི་སྐབས་སུ་བབ་པ་ང་དང་དེ་ནི་རྒྱལ་སྲས་ཆེན་པོ་བཞི་བ་ལ་སྤྱོད་བཅུག་ནས་ན་ང་ལ་དེ་ནི་ལམ་མང་པོ་ས་ནས་ཡོད་ཀྱང་དེ་འོས་ཉན་དགོས་ཤར་བསམ་ག་ནི་གི་ཚུལ་ལ་དེ་ནི། ས་ན་འཛད་དགོས་ཤེས་སོ། དེ་ནས་ཁག་ཅན་རྒྱུ་རིགས་ནོ་ཞུས་ཟིན་ནོ། ད་དེ་ནས་ང་ད་ཞུས་བྱས་ཟིན་དེ་ནས་མཚམས། དེ་ནས་མདང་ནས་ང་ད། གཙོ་བོ་ནི་ལིའུ་ཝུ་ཅུ་ན་དེ་ནས་བརྩོན་འགྲུས་སི་ལིའུ་ཡིན་ནོ་དེ་ནས་བརྩོན་འགྲུས་སི་ལིའུ་ཡིས་སྐབས་ལ་བརྩོན་འགྲུས་སི་མི་མཐུན་ཕྱོགས་པོ་དེ་ནས་ལེ་ལོ་ཡིན་མཁན་པོ་དང།

དེ་ནས་ཚེ་ཕྱི་མ་ལ་ཡང་སྐྱོན་གྱི་རིགས་མང་པོ་ཡོང་བ་ནོག་ཟེར་ཁན་པའི་ནང་ནས་ད་གདང་ན་ང་གདང་ཡས་དེ་ནས་ཚེ་འདི་ལ་སྐྱོན་ཅི་ཅི་འཁྱོང་ཡས་ཁ་ནས་སྐོར་ངུན་བཞུ་སེ་ནོག་ད་དེ་ག་ན་ད་རུང་ཚིག་གཅིག་ལུས་སེ་འདུག་དེ་ནས་ཚེ་འདི་གི་སྐྱོན་ནང་ནས་ད་གདང་ཡས་ང་གདང་ཚངས་པོ་དེ་ནས་གཤིན་རྗེ་ཕོ་ཉའི་བཞིན་ལ་རྟ་དེ་ཚུགས་པ་སོང་རྒྱག་ད་དེ་རིང། རང་སྡིག་དྲན་པའི་གདུང་བ་དང་ཉལ་བའི་སྒྲ་སྙིང་ཐོས་པ་ཡི། སྐྲགས་པས་མི་གཙང་ལུས་བསྒོ་ཞིང་མྱོང་བར་གྱུར་ཚེ་ཅི་ཞིག་བྱ། མོ་ལས། ནས། མ་དང་ཡི་དེ་ནི་དག་ས་ན། དགེ་བ་ལ། བརྩོན་པ་དེ་ནི་མ་བཅོལ་བ། ནས། ལེ་ལོའི་དབང་དུ། འབོར། ལེ་ལོ་བཅོལ་ཚེ་འདུག་སྟངས་ན། ནས་ང་དང་ལཱས་མང་པོ་ཅིག་མི་འགྲུབ་ཅེས་མ་ཐག་མི་འགྲུབ་ཅེས་མ་ཡིན་པ་ང་དང་དེ་ནས་གྱོད་པ་མང་པོ་སྐད་ཆ་ཞིག་གིས་དེ་ནས་རིགས་འདང་ང་གསུངས་ཟིན་ནོག་དེ་ནས་དེ་རིང་ཨོ་དེ་གསུངས་འདུག་ཨ། ད་དོན་དག་པོ་རང་སྡིག་དྲན་པའི་གདུང་བ་དང་བཞུས་ན་ཅི་ཞུས་སོང་རང་སྡིག་ཟེར་ན་རང་གིས་ང་དང་རང་གིས་དེ་ནས་སྔར་མ་བཅོས་ཚར་ག་ནས་དེ་ནས་སྡིག་པ་སྔོན་དེ་ནས་བཀྲམ་པའི་ཟེར་ན་བཀྲམ་སྟེ་དེ་ནས་བསྟོད་ལ། ད་འགྱོད་པ་སྐྱེས་ནས་དེ་ནས་སྡུག་བསྔལ་སེམས་ཁྲིད་ཡང་ན་འཚེར་ཁ་ཅིག་ཡོང་བ་ཀྱང་ཡོད་ནོ། འདོད་ལ་ཟེར་ན་རང་སྡིག། རང་སྡིག་བཀྲམ་པའི་ཟེར་རང་ངེས། ད་སྐྱེ་བ་སྔ་མ་སྔོན་ལ་སྤྱོད་ཁ་ནི་སྡིག་པ་སྔོན་ང་དང་ཚེ་འདི་ཀ། དམངས་སེ། སྐྲ་ན་མེ་བརྒྱག་ལྟ་གོ། ཅེས་ཟེར་ན་ཨ་ནི། སྐྱེ་བ་སྔོན་མ་ང་དང་ཨ་ཅིག་ཅོ་ཁར་འབུ་ཚང་མ། ཚེ་འདི་གའི་མང་ཆ་དེ་ནི། རྗེས་ཆ་ནོག་པ། ཨོ་དེ་གས་ནི། ཨ་ནི་དེ་སྔོན་མ་དྲན་ན་ཡང་དང། ཚེ་འདི་ག་དེ་ནི་ང་དང་ཨའི། ས་ཁ་ནི་དེ་ནི་གཟིགས་པའི་སྐོར་དངོས། མང་པོ་ང་དང་ཨ་དེ་ནི། སྐྲ་ནི་ཨི་དུ་ཡོང་ཆ་དེ་ནོག་ལྟ་སོ། ཚེ་འདི་གས་དེ་ནི། གཟིགས་པའི་སྐོར་བོ་ལ་ཨོ་དེ་བཞུད་ཟིན་ནོག།

ཨེ་ནས་བསམ་བློ་མང་པོ་ཁོ་ར་ནོག་ཨ། ཨོ་དེའོ་ལ་ཞུས་ནོག་ད་རང་སྡིག་སྐྲན་པའི་གདུང་བ་དང། ཉལ་བའི་སྒྲ་ནི་ཐོས་པ་དང་ཟེར། ད་ཉལ་བའི་སྒྲ་ནི་ཐོས་པ་དང་ཟེར་དུས་ད་ས་ང་དང་ཨའི་བཟོ་འདུག་ཟེར་ན། ཉལ་བའི་ནང་སྐྱིད་ཀྱི་ཟེར་རེད་ཉལ་བའི་སྐྱིད་ཀྱི་ཅོའི་ཟེར་ཁམ་བུ་ཚོར་བྱ། དང་ཨེ་ནས་མཐོང་བྱ་དེ་གཟུགས་མེད་རྒྱག་དེ་ཡིན་ན་ཡང།

བག་མེད་འགྱུར་བ། དང་བག་མེད་པ་ཟེར་ན་དེ་གལ་བ་དང་ང་དང་ཅང་སྤྱོད་ངན་ཅན་མེད་གང་བྱས་འགྱུར་ནོ། ཨོ་དེ་འགྱུར་བའི་དེ་གཟུགས་ཀྱི་དུས་ཚོད་ཅིག་ཤར་ན་དེ་ནི་ང་དང་ཅི་སྤྱོད་ཟེར་གང་ཉན་དོན་དང། ད་དོན་དག་པོ་དེ་ནི་དགེ་བ་མ་བཅོལ་བ་ལེ་ལོ་བཅོལ་སྲིད་འདུག་ན་དེ་ནི་ཤི་ཁིས་པོ་ལ་ཟེར་ནོ་ད་ཤི་ཁིས་པོ་ལ་ང་དང་ང་དེ་ནི་ང་མ་བཅོལ་གང་ནས་སྡིག་པ་དངོས་ནི་དྲན། རྒྱལ་བ་དངོས་ནི་བརྗོད་བྱ་གཟིགས་ཀྱང་བསྟན་བྱ་མེད། ད་ཅིག་ཚེ་ཕྱི་མ་ལ་ཆ་ནི་ཆགས་རན་ད་ཆེས་བཞག་ཨ། དེ་ནི་སྐུ་གཟུགས་ཤིག་ག་སྐྱེས་བྱ་ནི་བསམ་ག་ནི་དེ་ནི། བསམ་བློ་མང་པོ་ཁོ་རེ་རྒྱག་ད། འོ་དེས་སྐབས་ལ་དེ་ནི་ཡང་སྡིག་ཅན་ཁ་ཅིག་ག་ཨེ་ནི་ཉལ་བས་གི་ཅིག་མིག་གི་མཐོང་ག་རྫོགས། མཐོང་ག་དང། ཡང་དེ་ནི་ཉལ་བས་ཀུ་ཅོ་དང་ག་ནི་ཚོར་ག་རྫོགས་ཡོང་ཨ་རྒྱག་དེས་ཚོར་བའི་གནས་སྐབས་ལ་དེ་ནི། འཇིགས་སེ་ཨ་ནི་ཅིག་ཨེ་ནི་ཅིག་རང་དབང་མེད་པ་མི་གཙང་བ་དེ་ནི་ཅིག་ཤོས་ནི་ད་ལུས་ལ་མི་གཙང་བ་དགོས

ལྡན་གྱུར་ན། སྡིག་ཅེས་ཉལ་བ་མི་བཟད་པའི་སྡུག་བསྔལ་རྣམས་ནི་སྨོས་ཅི་དགོས་ཟེར། ད་དོན་དག་པོ། ཁྱོད་ནིང་ཟེར་ད་ང་དང་རང་རང་སོ་སོ་འབོ་སེ། ཨ་ནི་རྒྱལ་སྲས་ཆེན་པོ་བཞི་བ་ལས་ཀྱི་ཨ་ནི་ང་དང་ཁྱེད་རང་ཟེར་ར་སོགས། ཨ་ནི། མྱ་གསོན་ཟེར་ན་མྱ་གསོན་པོ་ཟེར་ར་སོགས་ཟེར་ནོ། མྱ་གསོན་པོ། ཨ་ནི། འབྲལ་བ་ལྟ་ཡི་ཞུ་བྱ་སོ།

ཚར་རྒྱུ་མེད་མཁན། རྫོགས་རྒྱུ་མེད་མཁན་ནི་དེ་ཚོ་གི་དེ་ནི། སྡུག་བསྔལ་མྱོང་བྱ་ཞིག་གིས་མི་ཟད་པའི་གི་དེ་ནི་སྡུག་བསྔལ་མྱོང་བར་གྱུར་པའི། སྡུག་བསྔལ་རྣམས་ནི་སྨོས་ཅི་དགོས། ཚངས་པ་ཨེ་ནས། དཔལ་ལ་ཅི་བོ་རེ་གནོང་ཟེར་ན། གཉའ་ཨེ་ནས་གསོན་པོ་བེད་མེད་ཐང་ལ་བཞག་ན། ཕ་རེ་འདུག་གར་རྫོགས་ལ། ང་དང་ཨ་དེ་ནི། ཚེ་འདི་ལ་ཡིན་ནའང་དེ་ནི། འཇིགས་པ་ཨོ་དེ་ཚོ་ཟེར་གྱི་སྣ་ཚོགས་ཤིག་ཡོད་དཀའ། དེ་ཡོད་པས་མ་ཟད་དེ་ནས་སྐྱེ་བ་ཕྱི་མ་ལ་དམྱལ་བ་ལ་སོགས་པའི་དག་ཅིག་སྡིག་པ་ཆེན་མོ་ཡིན་ན་དམྱལ་བ་ཡིན་ནོ། དེ་ཡང་སྲང་ཆུང་བ་རིགས་ཡིན་ན་ཡི་དྭགས་ཟིན་ནོ། དེ་ཡང་སྲང་ཆུང་བ་རིགས་ཡིན་ན་དུད་འགྲོ་ཡིན་ནོ། དེ་ནི་དེ་ཡང་སྲང་ཆུང་བ་རིགས་ཡིན་ཁ་ནུ་དེ་ང་ཚང་མི་དང་ལྷ་ཡོངས་ལ་མྱོང་ཟིན་ནོ། ཨོ་དེ་སོང་པ་སང་དེ་ནི། དམྱལ་བ་མི་བཟད་པའི་སྡུག་བསྔལ་དེ་ཚོ་མྱོང་དགོས་ཤ་དེ་བཞུགས་མ་དགོས་ཟེར་ནོ། ཚེ་འདི་ག་དེ་ཚོ་ཟེར་གྱི་དེ་ནི་སྡུག་བསྔལ་ཅི་ཡོད་ན

ཧ་ཅང་གི་དེ་ནི་འགོ་ཚ་བ། སྡུག་བསྔལ་ཆེས་མྱོང་བ་རུང་བ། ཨོ་ཏེ་ཙོག་ལ་བྱོན་ནོ་ད་གཞོན་ཤ་ཅན་ལ་ཚ་བའི། གཞོན་ཤ་ཅན་ལ་རབ་ཚ་བའི། འདི་ནི་གཞོན་ཤ་ཅན་ལ་རབ་ཏུ་ཚ་བའི་དེ་ནི། སྡུག་བསྔལ། མྱོང་ཁ་ནང་བཞིན་ལ། ནི། དམྱལ་བ་ཡིན་ནི། ལས་བྱས་ནས། ཅི་ཕྱིར་འདི་ལྟར་བདེ་བར་གནས། གསུངས་པ། འདི་ནི་ང་དང།

དགེ་བ་བརྗོད་བྱ་ལ། ཀུ་ཤིས་མ་བཅོ་ཨ། དགེ་བ་བརྗོད་བྱ་ལ། ཐབས་ཤེས་མ་བཅོ་ག་འགྲོ་ལ་བཞུད་ཟིན་ནོ། བརྩོན་མེད་ཡང་ན། དགེ་བ་ལ་བརྩོན་པ་མེད་པ་ཨ། ཡང་དགེ་བ་ལ་མ་བརྩོན་ན་ཡང། དེའི་འབྲས་བུ། བདེ་བ་འོང་བ་དང། འདོད་ལྡན་ནོ། རྩོལ་མེད་འབྲས་བུ་འདོད་པ་དང་ཟེར་གང་པོ། དོན་དག་པོར་རྩོལ་མེད་རྒྱུ་འབྲས་བུ་དགེ་བ་ལ་མ་བརྩོན་པ། འབྲས་བུ་འདོད་པ་ཟེར་ན་ཡང་དགེ་བའི་འབྲས་བུ་དེ་ལ་ཅི་ཡོང་བ་ཀྱང་བདེ་བ་ཕུན་སུམ་ཚོགས་པ་བརྒྱ་ལ་བརྒྱ་ལ་སྔོན་སྐྱིད་པོ་དངོས་ཉིད་རོགས་པ་དེ་སྔོན་ཡང་ང་དང་རྒོད་སེ་རྫས་ར་ནོག་ཟེར། དེ་སོང་པ་སང་ཁོ་གཉིས་ཀ་ཨ་ནི་ནང་ག་ལས་ནོག་ག་དེ་ནས